འོ་རྣམ་པ་གླིང་གི་བཟོ་ཁམས་བཟང་ཡང་རྒྱ་བསྐྱེད་དུ་ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནི་ངའི་བརྙན་ཐུང་སི་ག་ཕི་ཉེ་ཨ་ནི་སྲིང་མོ་ཨ་གསར་བ་དང་རྙིང་པ་དང་ཚང་མ་ལ་བཀྲ་ཤིས་བདེ་ལེགས་ཡོད་ད་དེ་རིང་གི་བརྙན་ཐུང་ཡང་བརྙན་ཐུང་བཞི་བ་འགྲོ་ཆགས་ཀྱི་འདུག་ཁ་ཚང་གི་སྐད་ཆ་བཤད་ནས་བརྙན་ཐུང་བཟོས་རྗེས་བརྙན་ཐུང་བཞི་བ་འགྲོ་ཆགས་ཀྱི་འདུག་ད་ཚང་སྔོན་འགྲོ་ཡིན་ན་ངས་ཅིག་ང་རང་ཡར་མར་ཅིག་འཆམ་འཆམ་དང་གནས་སྐོར་འགྲོ་ས་དེ་འདྲའི་ལུགས་བཞག་ཡོད་དེ་ཚོ་ཚང་མ་གཟིགས་ཉིན་འགྲོ་ཡི་ན་མང་ཆེ་སོ་སོའི་ངོ་ཤེས་བ་དང་དགའ་བོ་ཉེ་བོ་དེ་འདྲ་རེད་ད་ལྟ་བརྙན་ཐུང་གཟིགས་ཉིན་གསར་བ་ག་ལ་གང་འཛོམས་ཡོད་དེ་ནི་ངའི་བརྙན་ཐུང་དེ་དེ་རིང་གི་ང་རང་རང་ཉིད་ཀྱི་ངོ་སྤྲོད་དང་ནི་མི་ཚེ་དང་འབྲེལ་བའི་ཐུགས་སྐྱ་ཐུང་ཐུང་བཞེས་དགོས་བསམ་སོ་ནི་རང་ཉིད་ཀྱི་མི་ཚེ་དང་ནི་ངོ་སྤྲོད་བྱས་ཡོང་དུས་ཀྱི་བརྒྱུད་རིམ་དེ་ལ་བརྟེན་བཅས་ནི་ཁྱེད་རང་ཚོ་ལ་ཡང་ཅིག་ལབ་ཅག་ལ་མ་སོང་ནས་སོ་སོ་ལ་ཕན་ཐོགས་བའི་རེ་བ་ཡོད

དེ་ཅིག་ག་ལ་གོ་རེད། ཅིག་རྩ་བ་ཅིག་བསྙེན་ཡོང་ན་དང་ཅིག་རྩ་བ་ཅིག་རྗེ་བོ་བརྒྱ་དེ་འདྲ་ཅི་ཡང་ཡོད་མ་རེད་དེ་ཕ་མ་ལ་དེ་གཅིག་མ་གཏོགས་མི་ཚེ་ནང་ལ་ཐུག་ཡ་ཡོད་མ་རེད་བསམ་ན་བསམ་བློ་དེ་ཤུགས་ཆེན་པོ་ཡོད། དེ་འདྲ་སོང་ཙང་ང་ཆེས་ཐོག་མ་ཅིག་ཕ་ཡིས་ནི་ཁ་བྲལ་དགོས་དེ་ཡ། ཕ་ཡིས་ནི་སོ་སོའི་ཕ་མ་གི་རེ་བ་ཤེས་སོང་ཅིག་འདུག་ཅིག་ཁ་བྲལ་བ་ཡིན། ཕ་མའི་ཁ་ལ་ཉན་པས་ན་ཅིག་མི་ཚེ་ནང་ལ་ང་རང་སྡུག་པོ་མྱང་གི་མ་རེད་བསམ་ཡ་གི་ཚོར་བ་དེ་འདྲ་བྱུང་མྱོང་ལ་ཅིག་ཕ་མ

སྐབས་དེ་དུས་གནས་སྟངས་དེ་འདྲའི་གི་བ་ནི་སོ་སོ་གར་ཆགས་བྱས་ལ་ན་ནི་སོ་སོ་ཀྱི་ཞུ་ཕ་མ་དྲིས་ནས་སེམས་པ་སྐྱོ་ཡ་དེ་འདྲ་བྱུང་མ་སོང་ཨ་ནི་སོ་སོའི་ཕ་མ་ལ་སྐད་ཆ་བཤད་དུས་ཡིན་ན་ར་ད་སོ་སོའི་ལོ་གཅིག་ནང་ལོ་ལ་ཐང་མ་གཅིག་གཉིས་གསུམ་དེ་འདྲའི་ཁ་པར་བཏང་ཡ་གི་གོ་སྐབས་བྱུང་དགོས་ར་ཁ་པར་བཏང་ནས་ཕ་མ་ལ་སྐད་ཆ་བཤད་དུས་ཙམ་པ་ཡང། སྐད་ཆ་ག་དུས་བཤད་པ་ཡིན་ནི་ད་ཉི་མ་གཅིག་ལ་སོ་སོ་དཀའ་ལས་ཁག་ཡོད་དུས་སྐྱིད་པོ་མི་འདུག་ཟེར་ཡ་དེ་ངས་སྐད་ཆ་དེ་བཤད་མ་མྱོང་ག་ཅི་ལ་ན།

ཨ་ནེ་སློབ་དཔོན་བཅས་གོ་སྐབས་རག་བར་མ་ཟད་སྐྱིད་སྔགས་བཙན་བྱོལ་ནང་ལ་ཡོད་པའི་ནས་རང་དབང་གི་ལུང་པ་ནང་ལོ་ནས་སྐྱིད་སྔགས་ཙོག་གི་རྩ་བའི་བླ་མ་གལ་ཆེ་རེད་ཅི་ཟེར་ཚང་མ་དེ་ལ་འཇའ་ཡག་ཡོད་རེད་གནས་རྩ་ཆེ་རེད་ཅི་ཟེར་དེ་ལ་འཇའ་ཡག་ཡོད་རེད། སྐྱིད་སྔགས་སྐྱིད་པོ་སྡེ་བོ་སོ་སོའི་བཟའ་ཚང་དང་སྤུ་གུ་དང་གང་ཚང་ང་ཚོ་སྐྱིད་པོ་སྡེ་བོ་གཅིག་ནས་དུས་སུ་བྱས་བསྡད་ཡོད་དེ་ཙམ་པ་ང་ལ་སེམས་ཁྲལ་རྩ་བ་ཉིད་ནས་གོ་གི་མ་རེད་ང་ཅིག་སྐྱིད་ཤོད་དུ་ཡིན་གྱི་རེད་ཟེར་ད་ལྟ་བར་དུ

དེ་འདྲ་བ་ཡིན་ན་ད་ག་ར་ལ་གོར་ངའི་མི་ཚེ་ནང་ལ་ང་རང་གིས་ད་ག་ལོ་བརྗེད་ཐབས་མེད་བ་དང་སུའི་པ་ལ་ལ་ཅིག་བྱེད་ཐུབ་ཡ་ཡོད་འཇོ་གའི་ཆའི་ནང་གི་བྱེད་ཡ་ཅིག་ཨ་ནི་ཞི་ལི་མི་མང་ཚང་མ་གི་སེམས་ནང་ལོ་ཅིག་རིན་པོ་ཆེ་འཇག་ག་ར་ཡ་གི་གི་རེ་བ་ཅིག་བརྒྱབ་ཡོད་རེད་དེ་ནང་ངའི་པ་ལ་ཡ་ཅིག་རེད་ཡིན་པས་ནི་ད། དུས་དེ་ནི་གྲོང་རེད་གྲོང།

ད་དེ་བྱུང་ཚར་བའི་རྗེས་ལ་ད་ལྟ་ཡང་ང་རང་གིས་སོ་སོའི་ཨ་མ་ལ་ཡང་དང་རང་གཅིག་པ་གཅིག་རྐྱང་གྱིས་ང་རང་ག་རེ་བྱེད་ཐུབ་ཀྱི་ཡོད་མེད་དེ་མདུན་བསྐྱེད་ནས་འབྲེལ་བ་བྱེད་དུ་ཕྱིན་ནས་འགྲེལ་བཤད་རྒྱབ་བཟོ་ཚང་མ་བྱས་ཡག་གི་ང་རང་གོ་སྐབས་བྱུང་སོང་འོན་ཏུ་སུ་རེད་ཨོ་ནི་ད་ལྟ་ད་ངའི་མི་ཚེ་བརྒྱུད་རིམ་ཁྲོད་ལ་མདུན་བསྐྱེད་ནས་དཀའ་ངལ་བྱུང་བའི་རོགས་ཟླ་ངའི་ཕ་མ་ལས་དེ་ག་འབྲེལ་ཡོད་མེད་དེ་ངས་ཚིག་ཁ་ཤས་ནང་ནས་ཁྱོད་རང་ཚོ་གི་ཧ་གོ་ཐུབ་གི་རེད། ངའི་ཕ་མ་ཐག་རིང་པོ་དང་འབྲེལ་ཡོད་རེད་ང་དང་གཅིག་པ་གཅིག་མཚན་མང་པོ་ཡོད་རེད་བ། ངའི་ཕ་མ་ལ་ག་དུས་ཁ་པར་བཏང་བས་ནས་ག་དུས་སྐད་ཆ་བཤད་བས་ནས་སྐད་ཆ་དང་ཤོས་ཁོ་ར་ཕ་ལགས་ཨ་མ་གཉིས་ཀྱི་སྐད་ཆ་བྲིས་ཡ་གཅིག་མ་གཏོགས་ཡོད་མ་རེད། སྐད་ཆ་བྲིས་དེ་དང་པོ་ཆགས་གི་མི་འདུག་བ་ལྟོགས་གི་མི་འདུག་བ། ཨ་ནི་སྲིང་གི་མི་འདུག་བ་ན་གི་མི་འདུག་བ་དེ་སྐད་ཆ་བྲིས་རེད། དེ་གི་ག་རེ་བསྟན་གོ་བསྟན་གི་འདུག་ཁྱེད་རང་ཚོ་གི་ཚོགས་སྐུད་རོ། ཚིག་དེ་ཚོ་ག་རེ་བསྟན་དགོས་རེད་ལབ་ན་ད་ང་རང་ཚོ་ཕ་མ་ཚོ་ཡི་ཨ། ང་རང་ཚོ་ག་ཚད་ཆེན་པོ་ཆགས་བས་ནས་ད་དུང་ང་ཚོ་ཆགས་གི་མེད་འགྲོ་ལྟོ་གི་མེད་འགྲོ། བསམ་ཡག་གི་སེམས་ཁྲལ་དེ་བྱེད་གོ་རེད་ད། ད་ཉིན་མཚན་ཁོ་ར་ད་ག་རང་དྲན་ད་ག་རང་སེམས་ཁྲལ་བྱེད་གོ་རེད་བ། དེ་འདྲ་སོང་ཙང་ཅིག་ཕ་མ་བཀའ་དྲིན་ཆེན་པོ་ལ་དེ་ཅིག།

སྐད་ཆ་རྙིང་པ་དེ་ག་རེ་ལབ་ན་ནི་ད་ལྟ་གཙོ་ཆེ་བ་གི་ག་ལ་དགོས་རེད་བཙན་བྱོལ་ནང་ལ་དཔྱིད་འཇོག་གི་བུ་ཕྲུག་དེ་ཚོ་འདྲ་བོ་ཡིན་ན་སོ་སོ་ཕ་མ་འགྲམ་ལ་ཡོད་བའི་ན་འགྲམ་ལ་ཡོང་འཇོག་གི་རིན་ཐང་དེ་ཚོར་དགོས་འདུག་སེམས་ནས་ཡོད་ང་ཚོ་འདྲ་བོ་ཅིག་ང་ཚོ་འདྲ་བོ་ཡིན་ན་ཕ་མ་ཅིག་ལག་ཅིག་གི་ཕ་སྣང་ཚུ་ནོ་ཡོད་རེད་དེ་ལག་ཅིག་གི་ཕ་ཤུལ་ཚུ་ཤུལ་ཧི་མ་ལ་ཡ་གི་ཕ་ཤུལ་ཚུ་ཤུལ་རེད་དེ་ཡིན་བས་ཡིན་ནས་ང་ཚོ་ལ་ཅིག་ཐུག་ཐུ་ཡ་གི་ཀ་བ་དེ་ཕྱིན་ནི་ཡོད་མ་རེད་ཉི་མ་ཅིག་ལ་ཐུག་ཐུ་ཡ་ད་ཅིག་སྐྱེ་དགུ་སུམ་ཁྱི་ཐུ་ཡ་ཡོད་མ་རེད་ཁྱེད་རང་ཚོ་འགྲམ་ལ་ཡོད་དུས་གཅིག་འགྲམ་ལ་ཡོང་བ་གི་རིན་ཐང་དེ་འཚོ་དགོས་ཡ་དེ་ཧ་ལས་གལ་ཆེན་པོ་མཐོང་གི་འདུག་སོ་སོ་ཕ་མ་ལ་ཁ་སྙན་པོ་དང་ཅི་ཅི་བྱམས་པོ་དང་དེ་འདྲ་བྱེད་དགོས་ཡ་དཔེ་གལ་ཆེན་པོ་མཐོང་གི་འདུག་ཨ་ནི་མཉམ་འདོད་ལ་ཅིག་ཁ་ཤིག་ད་མང་པོ་ཅིག་ཕྱི་རྒྱལ་རི་ཡོད་གྲི་ཁ་ལ་ཡོད་རེད་བ་དེ་ནུབ་ཕྱོགས་ཡོད་གྲི་ཁ་ལ་ཡོད་རེད་ཁྱེད་རང་ཚོ་གི་ཕ་མ་ཅིག་ཐག་རིང་པོ་ཡོད་བསམ་ན་ཐག་རིང་པོ་ཡོད་མ་བསམ་ལ་ཡ་ཡིན་གར་སྐྱེས་ལ་ན་ང་ཚོ་ལ། གཅིག་ལ་ཕ་ནོར་ཚུལ་ནོར་རེད་དེ་ཀུན་སྤྱོད་མི་གཅིག་ཁོ་རང་ལ་གཅིག་འཛམ་གླིང་གི་ཐག་རིང་ཤོས་འགྲོ་བའི་ཆ་བྱེད་ཅིག་ཐུག་ཐུབ་ཡ་ཅིག་འགྲོ་སོང་བཏང་ན་བཏང་ས་མི་འགྱུར་དེ་ཚོ་ཡོད་ན་བཏང་ས་མི་འགྱུར་དེ་འདྲིའི་གི་གནས་སྟངས་ཀྱི་ཆ་དེ་ཤ་ཁྱེད་རང་ཚོ་ལ་གཅིག་དེ་ཚོ་ཡོད་ན་གཅིག་དེ་ཚོ་བཏང་ས་ཡོད་རེད་ཨ་ནི་གཅིག་འགྲོ་སོང་ཡོད་ན་འགྲོ་སོང་བཏང་ས་ཡོད་བ་གི་གཅིག་གནས་སྟངས་ཀྱི་ཆ་གི་རེད་བ། ཡོང་ན་ཡོང་ཐུབ་ཡ་ཡོད་འགྱུར་དང་གཅིག་བྱེད་ན་བྱེད་ཐུབ་ཡ་ཡོད་རེད་ང་ཚོ་ཡོད་ན་བྱེད་ཐུབ་ཡ་ཅི་ཡ་མི་འགྱུར་ཆ་དེ་རེད་བ།

དེ་འདྲའི་གཟུགས་པོ་སྐྱོ་དང་དེ་འདྲའི་རྒན་རྒོན་ཡིན་ནའི་སུ་སུ་སུ་ཚེ་ཉོ་དགའ་འགྲོ་དགོས་ཡ་དང་ཨ་ནི་གཅིག་གཅིག་པོ་གཅིག་པོ་འགྲོ་བསྡད་ཡ་དང་ཨ་ནི་གཅིག་པོ་གཅིག་པོ་གཅིག་ཕ་གའི་ཟླ་བ་ལ་གཅིག་ཉི་མ་འདྲ་དཀྲུགས་ནས་བསྡད་བསྡད་རྒྱུ་དེ་འདྲའི་མཐོང་དུ་དཔེ་སེམས་སྐྱོ་བོ་དེ་འདྲའི་འདུག་དངོས་གནས་དེ་འདྲ་སོང་ཙང་གཅིག་ཕ་མ་ལ་དེ་ཚོ་དེ་ཚོ་ཅི་སྲིད་ཅི་སྲིད་ཅི་སྲིད་བཏང་ཐབས་ན་དེས་ང་རང་གི་དགེ་མཚན་ཆེན་པོ་ཞིག་མཐོང་སོང་ད་རེས་ང་རང་གི་འཚོ་བའི་ཐོག་ནས་སོ་སོ་ལ་དངོས་གནས་ཕ་མ་གཅིག་ཉེ་འགྲམ་ལ་ཡོད་ན་ཐང་མ་གཅིག་ཐང་མ་གཅིག་ཐུག་ཐབས་ན་བསམ་ཡག་གི་རེ་བ་ཡོད་དེ་རེ་བ་སྒྲོག་རྒྱབ་པའི་ནས་གཅིག་ཐུག་ཐུ་ཡ་མེད་མགྱོགས་ཀྱི་གནས་སྟངས་གཅིག་ཆ་དེ་ཙམ་པ་ཁྱེད་རང་ཚོ་གི་ཕ་མ་ནས་ལོ་གཅིག་ལ་ཐང་མ་གཅིག་གཉིས་ཐུག་ཐུབ་ཐུབ་ན

ད་ལྟ་བར་དུ་ང་རང་གི་མི་ཚེ་གི་ནང་ལོ་ལ་བྱུང་འཇུག་གི་གནས་ཚུལ་དང་མཉམ་དུ་ལ་གཅིག་ང་རང་ཚོ་ང་རང་གི་རེ་བ་འགྲོ་བ་ཅིག་ཁྱེད་རང་ཚོའི་ཕ་མ་ལ་གང་ཐུབ་ཐུབ་ཀྱི་ཅིག་ཉེ་བོ་བྱེད་ཡ་དང་འབྲེལ་བ་བྱེད་ཡ་གང་ཐུབ་ཐུབ་ཀྱི་ཕ་མ་མཉམ་དུ་དུས་ཚོད་བཏང་ཐུབ་ཡ་གི